སུས་ན་དེ་གའི་མི་དེ་འདྲས་ཀྱིས་སྐྱབས་མགོན་རིན་པོ་ཆེ་ནི་ཡ། ཚད་མེད། ཁ་བཏང་གི་འདུག་ད་འདི་ལ་ཡ་ང་སྐུ་ངོའི་ཐོག་ནས་ཁྱེད་རྣམས་ཚོ་ད་མི་མང་ཐོག་ནས་གཙོ་བོ་ནས་ཧ་ཡིན་སང་མི་མང་དམ་འཛིན་སྤྲད་མཁན་མི་མང་གལ་ཆེ་ཤོས་རེད་སྐུ་ངོ་དོན་གཅོད་ཀྱི་གཟིགས་སྣང་ཁྱེད་རྣམས་པ་གནང་དགོས་རེད། མི་མང་གི་གལ་ཆེའུ་ཧྲི་ཏྲ་རེད་བསམ་གི་འདུག་ང་ཚོ་དེ་མི་མང་གི་འཐུས་མི་ཡོག་རེད། འཐུས་མི་ཚོས་གི་སོ་སོའི་ས་གནས་ནང་ལ་ཡང་མི་དད་ལན་དེ་ཚོ་སྤྱོད་པ་ག་རེད་དོ་ག་རེ་བྱེད་གི་འདུག་དེ་ཚོ་ག་རེ་བྱེད་གི་འདུག་སེམས་འགལ་ཅིག་ཡོག་རེད་བསམ་གི་འདུག་ཨོ་འདི་ཡིན་ཙང་ང་འདི་བཀའ་འདྲི་ཞུ་གི་ཡིན་སུས་འཇའ་ལས་ནང་ནས་ང་ཁྱེད་པ་མི་འདུག་དེ་ཚོ་ལ་ཡང་ཁ་བཏང་དུས་ཙམ་ན་གླིང་རྒྱལ་ཚོས་གི་ག་རེ་ད་ལྟ་བར་དུ་ག་རེ་གནང་ཡོད་ན་བསྟན་འཛིན་ག་རེ་གནང་ཡོད་ན་ཟེར་ང་འདི་ཧ་གོ་འདོད་འདུག།

བློ་ཕྱི་བལྟས་དུ་བགྲོད་པ་ནང་བལྟས་བྱེད་ངེས་འདུག་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དངོས་གནས་སེམས་ཤུགས་ལྷག་བསམ་རྣམ་དག་བྱེད་པ་ཡི་མང་པོ་ཡོད་རེད། གང་ལྟར་གཅིག་གི་ཐོག་ལ་བསླུ་བ་མེད་དེ་ངས་ང་ཚོ་མི་མང་དེ་གྱེས་ཏེ་བརྒྱ་ཆ་དགུ་བཅུ་དགུ་དགུ་ལྷག་ཞིག་གིས་ད་ལྟའི་བགྲང་བྱུང་ཁ་ཤས་ཅིག་གི་ནང་ལ་འོ་དེ་འདྲའི་གནས་ཚུལ་ཤེས་ངེས་འདུག་རེ་ཟུང་ལ། གཅིག་བྱས་ན། ཡུལ་ལ་གཞི་བདག་དེ་འདྲས་བདག་བརྒྱབ་བཞིན་མེད་འགྲོ། དེ་འདྲས་བདག་བརྒྱབ་ན་ཡང་དེ་འདྲས་སྨྱོ་ཟོ་ཕོ་ཟོ་ཞིག་འཁྲབ་གི་རེད་ཟེར་བཞིན་འདུག་བ། དེ་འདྲས་འདྲ་ཡིན་སྲིད་གང་ལྟར། གནས་ཚུལ་གྱི་ཐོག་ལ། དོན་གཅོད་ལས་ཁུངས་ལ་གནས་ཚུལ་ཡག་པོ་འཇོག་གི་འདུག་ད་ང་ལོ་དང་པོ་དེ། གསར་བ་ཡིན་ཙང། ཞེ་བོ་ཅིག། གནས་ཚུལ་ཟེར། རྟོགས་ཐུབ་པ་མ་བྱུང། ད་དེ་ནས་བྱས་ནས་སོ་སོས་ད་ཕར་རྒྱུག་ཚུར་རྒྱུག་འདྲ་མང་པོ་བྱས་པ་ཡིན། འབྲེལ་བ་འདྲ་ཞུས་པ་ཡིན། དེ་བྱེད་དུས་གནས་ཚུལ། ཡག་ལ་རྐྱེན་ངན་མི་འདུག་སྟེ་དུ་བ་རྐྱེན་གྱིན་འདུག། ག་རེ་ག་རེ་བྱུང་བ་ཚང་མ་སྐྱེས་ཡས་འདུག། དེ་བ་ག་རེ་ག་རེ་བྱུང་ཡོད་པ་རྐུན་མ་སུས་བརྒྱབ་ཡོད་པ་རྒྱབ་འདྲེ་ག་བ་ཤོར་ཡོད་པ། བཙོན་ཁང་ཉི་མ་ག་ཤེད་སུས་དག་ཡོད་པ་དེ་འདྲའི་ནི་ཡན་བསྐྱར་བ་གོ་གི་འདུག་བྱས་ཙང་གོ་གི་ཡོད་པ་སོང་ཙང་དེ་རིང་ངས། གཞི་རྟེན་དེ་ལས་ཕྱག་བྱས་ནས་ད་ང་ཚོའི་ནང་གི་ཡ་རབས་བཟང་སྤྱོད་ནི་རྩིས་བེད་ཀྱི་གནས་སྟངས་ཡོང་གི་འདུག་བ་ཟེར་ཅིག་གི་ཚོགས་ཐོག་ཚང་མ་ལ་ས་ཁུལ་ཚང་མ་ལྕགས་རི་བཀབ་ལ་ཐུག་ཞུ་དེ་གི་ཡོད་རེད་གནས་སྟངས་གཅིག་རེད། ད་དེ་ནས་ཉེ་བའི་ཆ་ལ་ཡ་ད་ལྟ་གསུང་ཡ་དེ་རེད། འཛེམ་ཟོན་མེད་པ་དེ་འདྲ་གནས་ཚུལ་འདུག་བྱས་ཙང་ཡོད་པ་དེ་ཚོ་ལ་ད་ང་ཚོ་དོན་གཅོད་ལས་ཁུངས་དེ་ཡང་ལས་ཁུངས་ཁོ་རང་ལོག་ཁ་བྱེད་རེད་པ། ཆེད་དུ་ང་ཚོ་དེའི་ཐོག་ལ་དོ་སྣང་བྱེད་ཀྱི་ཡོད། མགོ་རུལ་ན་རྣ་བས་མ་ཚོར་བ་བྱས་ནས་ནམ་ཡང་བསྡད་ཀྱི་མེད། དེ་ལས་ཡང་ཁོ་རང་གང་ལ་གང་འོས་ག་རེ་ཞུ་དགོས་ཀྱི་ཡོད་པ་བརྒྱུད་རིམ་ག་བར་ཐུག་དགོས་ཀྱི་ཡོད་པ་དེ་ཚོ་ང་ཚོས་ཞུ་དགོས་ཡག་གི་མི་ལས་འགན་རེད་དེ་ང་ཚོས་བྱེད་བསྡད་ཀྱི་ཡོད། ཐ་ན་མང་ཚོགས་ནང་ལ་ངས་ཞུ་དེ་ཡ་དེ་ང་ཚོས་ལས་འགན་གྱི་ཆ་ནས་ཞུ་གི་ཡོད་རེད་མ་གཏོགས་ངས་དེ་རྣམ་པ་ཚོ་ལ་དོན་མེད་ཅིག་ལ་ང་ཚོས་བཤད་ཀྱི་ཡོད་མ་རེད། དེ་མ་ཟད་ངས་ཚོགས་འདུ་འགའ་ཤས་ནང་ལ་ཞུས་པ་ཡིན། ད་གང་ལྟར་འདི་འདྲའི་བཤད་ཉན་གྱི་མི་དེ་བོད་པ་ཅིག་རེད་བོད་པའི་སྤྱི་ཚོགས་ཀྱི་ནང་ལ་ཡོད་དུས། འགའ་ཤས་སྒྲིག་འཛུགས་ནང་ལ་ཡོད་པ་ཅིག་རེད། སྒྲིག་འཛུགས་ནང་ལ་ཡོད་ཉེན་ཡིན་ན་སྒྲིག་འཛུགས་ཀྱི་འགན་ཅིག་རེད། ང་ཚོ་འདི་ཆོལ་ཁ་གསུམ། ལབ་ཀྱི་ཡོད་རེད་ཆོལ་ཁ་སུས་ཁུངས་གཏོགས་ནས་དེ་བཤད་ཀྱི་འདུག་དེ་ཆོལ་ཁ་ཆོལ་ཁ་གི་ནང་ལ་ཡང་འགན་འཁྱེར་ཉེས་དང་མི་མང་གི་འདམས་པའི་འཐུས་མི་ལ་སོགས་པ་ཡོད་རེད་དེ་ཚོའི་འགན་ཅི་རེད་དག་ན་ཤིང་སྐྱིད་སྡུག་འདུག་ག་ཚོགས་པ་འདུག་ག་ཅག་དེ་ཚོ་ལ་འགན་ཡོད་རེད་སྐྱིད་སྡུག་དེའི་ནང་གི་མི་འདི་འདྲས་གཅིག་གིས་ཤེས་ཀྱི་ཡོད་པས་ན་དེ་སྐྱིད་སྡུག་མི་ཚོའི་འགན་ཆགས་དེ་རེད་བ་དག་ན་ཤིང། ཕོ་ཡུལ་གཅིག་པ་དེ་འདྲས། སྐབས་རེ་རུག་རུག་འདོམས། ཕོ་ཡུལ་གཅིག་པའི་སྐྱིད་སྡུག་ཟེར་དེ་འདྲས་འདུག་བ། དེ་ལྟར་ཡིན་ན། འདི་ཕོ་ཡུལ་གཅིག་པའི་གི་ནང་གི་མི་དེ་འདྲས་གཅིག་གིས་ཤེས་ཀྱི་ཡོད་པ་འདི་ལ། ཁོ་ལ་ཡང་བསླབ་བྱ་རྒྱག་དགོས་རེད་བ། གར་ཕྱིན་ནས་ཁྱེད་རང་ལབ་ཀྱི་ཡོད་ཕྱིན་ནས་དེ་གསལ་པོ་བཟོ་དགོས་རེད་མ་གཏོགས། མར་མེ་རླུང་གིས་བསྐྱེད་ནས་འཛུམ་མེ་མེ། ཞལ་ཟས་ཁྱི་ཡིས་བསྐྱེད་ནས་འཛུམ་མེ་མེ། དུ། དེ་ནི་ཕལ་ཆེར་འདི་དོན་གཅོད་ལས་ཁུངས་ཀྱི་གཅིག་བྱེད་ཀྱི་རེད། ཡང་མེད་ན་བོད་རིགས་ཕྱོགས་པས་བྱེད་ཀྱི་རེད་གཞན་ལ་འགན་ཞེ་དྲག་མེད་ད་ཟེར་ཡག་སོ་འདྲ་པོ་བྱེད་ཀྱི་གཡོག་པོ་ཡིན་ན་ང་ཚོ་ཁག་པོ་ཞེ་དྲག་རེད་བོད་རིགས་ཚོགས་པ་ལ་གར་བྱེད་ཡག་ཡོད་རེད། ད་བོད་རིགས་ཚོགས་པས་བརྒྱུད་རིམ་འདི་ཚོའི་ནང་ལ་མཉམ་ཞུགས་བྱས་ནས་ང་ཚོ་དེ་ལ་ཡང་ཨ་ལེ་ཁ་བརྡ་སློབ་གསོ་བྱས་ཡག་འདུག་བས། དེ་མིན་པའི་ཡིན་ན་དེ་མིན་པའི་འགྲོ་སྟངས་ག་རེ་བཟོ་དགོས་འདུག་བས། གང་ལྟར་ང་ཚོ་མང་པོ་ལྟ་དགོས་རེད་བ། བྱེད་དུས་ད་རེས་ང་ཚོ་དེ་ཚོ་ཐོག་ལ་ལྟ་བསྡད་ཀྱི་ཡོད་བ་རེད། ཨེ་ལྷག་པར་དུ་ད་རེས་ཉེ་ཆར་དེ་བ་དེ་འདྲས་ཀྱི་ཁ་བཏང་བརྙན་དང་རྙོག་དྲ་བཤད་བརྙན་དེ་ཚོ་ལ་ཡང་ཕལ་ཆེར་དུ། ད་ངུ་དགོད་ཟོ་འདྲ་པོ་དགོད་གཏམ་གྱི་ཡི་གེ་བཏང་ཉེན་དེ་འདྲས་བྱུང་སོང་དེ་འདྲས་བྱེད་ཀྱི་འདུག་ཨ་ནི་ས་གནས་དེ་དེ་ག་བ་ལ་ཡང་དེ་འདྲས་རིགས་ཡོད་པའི་ནས་དེ་ང་ཚོ་ད་སྔ་ཧ་གོ་གོར་བ་ག་བ་འདུག་མགོ་རུལ་ན་རྣ་བས་མ་ཚོར་བ་མ་ཡིན་པ་ཅིག་ས་གནས་གང་གི་ནང་ལ་མི་སུས་ག་རེ་བཤད་བཤད་ད་དེ་ང་ཚོ་དོ་སྣང་བྱེད་དགོས་རེད། ཁ་ཤས་དེ་ཡང་དོ་སྣང་མ་བྱས་པའི་རྗེས་ནས་ཨན་འདི་བ་ཅི་མ་ཕམ་གི་སྐད་ཆ་བཤད་ཅི་བདེ་ན་ཆོག་རྒྱུ་ནི་མེད། བྱེས་དུས་ས་ཁུལ་ཡིན་ན་ས་ཁུལ་ག་བ་ལ་འདུག་རེད་བ། དེ་ཡི་ཁུངས་གཏོགས་ནི་འགན་གཅིག་བྱས་དེ་ནས་ཀྱི་ཨ་ནི་མི་མང་འཐུས་མི་ཡིན་འགན་གཅིག་བྱས་དེ་ནས་ཀྱི་དོན་གཅོད་ལེགས་པོ་ང་འདུག་འདུག་བྱ་ཀུན་ནོན་གི་སྒྲིག་འཛུགས་གི་ཐོག་ནས་གང་ལྟར་ཁོ་ལ་ག་རེ་བྱེད་ཡག་འདུག་བ་ད་ག་ལ་ཨལ་ང་ཚོ་ད་ལྟ་མི་འགྲོ་སྟངས་གི་ཐོག་ནས་སོ་སོ་ལ་ཁྲིམས། ནི་ཡོད་མ་རེད་མིའི་ལུང་པའི་ནང་ལ་གནས་དེ་ཡོད་རེད་ད་ད་ལྟ་འདི་འདྲས་ཀྱི་བཤད་དེ་ཉན་དེ་ཚོ་རྒྱུ་མཚན་ག་རེ་ལ་བརྟེན་ནས་བཤད་ཀྱི་འདུག་དེ་ཚོ་ང་ཚོ་མང་ཚོགས་རང་གིས་བལྟ་གོ་ཡ་རེད་ཞག་བལྟས་ནས་དེ་ལ་དཔེ་བ་ཅིག་གིས་གང་དག་རྣམ་འགྱུར་ཞིག་བསྟན་གོ་ཡ་ཅིག་རེད་བ་དེ་ད་ནང་བཞིན་ཚོགས་པ་དང་སྒྲིག་འཛུགས་སུས་ཁུངས་གཏོགས་ཡོད་པ་དེ་གིས་དོ་སྣང་བྱེད་དཀའ་བའི་གནས་ཚུལ་ཞིག་རེད། དེ་ཚོ་རྒྱུན་དུ་མ་བྱས་པའི་ཆེད། གཞན་དག་ཅིག་གིས་ཞིག་རེད་ད་བྱས་ནས་སྡེ་བ་གཞུང་གི་ཇུས་ཏོག་དེ་དེ་རིགས་མགོ་སླེབས་ཡོང་བ་རེད་ད་བྱས་སྔས་མ་ང་ཚོ་འདི་འདྲས་ཅིག་ལབ་སྲོལ་འདུག་དེ་ལྟ་བུ་ཚང་བ་ཉིད་ནས་མ་རེད་དེ་ང་ཚོ་ཚང་མ་ལ་འགན་འཁུར་ཆགས་ཏེ་གི་འདུག་དེ་ཡིན་དུས། དེ་གནད་འགག་ཆེན་པོ་ཞིག་བུ་རེད་ཤག། ད་ལྟ་བར་དུ་ང་ཚོ་བོད་པ། བོས་ནས་བྲོས་པ། དེ་རྒྱ་གར་ནང་ལ་སླེབས་པ། སྐྱབས་བཅོལ་བྱས་ནས་སླེབས་པ་དེ་ནས་ཕྱི་རྒྱལ་ལ་ཡོང་པ། ད་ག་བ་ལ་ཕྱིན་ཡོད་བས་ནས་བོད་པ་ཅིག་ཡིན་ཡིན་བྱས་ནས་ངོ་བོ་དེའི་གང་ལ་ཕྱིན་དུ་ཡོད་རེད་རྒྱལ་བ་རིན་པོ་ཆེ་གི་མཚན་དེ་བེད་སྤྱོད་བཏང་ནས་ཕྱིན་དུ་ཡོད་རེད། ས་ཁུལ་ག་བ་སླེབས་ཡོད་པ་དེ་ལ་ཡང་ལྟོ་ལེན་ཆོག་ཆོག་ཡོད་པ་ཅིག། དེ་སྔ་ལྔ་བཅུ་ང་དགུ་དྲུག་བཅུ་གི་སྐྱབས་བཅོལ་དང་མ་འདྲ་ཡ་གཅིག་གི་དེང་སང་སྣེ་ལེན་ཞུས་དེ་གཉིས་ཀྱི་རིན་པ་བལྟ་བྱ་ཡོད་པ། འདི་ཚོ་ཚང་མ་ག་ནས་བལྟས་ནས་བྱུང་པ་རེད་སུས་བཀའ་དྲིན་རེད། དེ་ནས་དུ་བརྒྱུད་རིམ་སྣ་ཚོགས་རྣམས་ལ་ཡོངས་འདུ་ཡིག་ཆ་ག་ནས་རག་ག་རེད། ག་རེ་ལ་བརྟེན་ནས་བྱུང་བ་རེད། དེའི་སླེབས་པའི་སྐབས་ལ་ལུས་རྒྱུད་ག་རེ་བཤད་ཡོད་རེད། ཁ་ཤེས་པ་དེ་ད་ལྟ་སྐད་སྒྱུར་ཁ་ཤས་ལ་ཡང་དངོས་གནས་སེམས་ཕམ་ཡོད་པ་དེ་འདྲ་བྱུང་ཡོད་རེད། བཤད་པའི་སྐབས་ལ་ད་ལུས་རྒྱུད་ཅིག་བཤད་ཡོད་འདོད་ཙམ་ནས་གང་མི་འཛད་ད་ཁ་བ་གྲུང་བཟོས་ནས་བཤད་གི་རེད་བ། ཡིག་ཆ་དེ་ཐོབ་ཚར་བའི་ཞུ་བ་ནི་སྤྱི་ཚོགས་ནང་ལ་ཡང་ཨ་ནི་གོམ་པ་སྤོས་རོགས་བྱེད་ཀྱི་མི་འདུག་མི་དེ། བློ་ཕམ་གི་འདུག་ཟེར་ཏེ་འབྲེལ་བ་བརྡ་ཡོང་གི་རེད་བ། ད་ག་འདྲས་ཐུག་པ་དེ་གི་ཕལ་ཆེར་ཅིག་རྒྱལ་བ་རིན་པོ་ཆེ་གི་སྐུ་པར་རྒྱལ་བ་རིན་པོ་ཆེ་ལ་དད་པ་བྱེད་པ་བསྟན་བྱས་ནས་བཙོན་ལ་ཐག་བྱུང་ཟེར་ཏེ་འདྲེ་སྡུག་པོ་མྱངས་བྱུང་ཟེར་ཏེ་འདྲེ་ད་མང་པོ་རེད་བ། འདི་ནས་ཡར་སླེབས་པའི་སྐབས་ལ་ཡང། ཏཱ་ལའི་བླ་མ་ཟེར་དུས་གཞི་ནས་ཀྱི་ཨོ་ད་དེ་རེད་ཟེར་ཡ་ཅིག་གི་ཨ་ལས་ལམ་གྱི་མ་གཏོགས་མེད་པས་ནི་དེའི་གང་ནས་ཡ་ལམ་ཀ་སེ་གི་འདུག་ཨ། རི་ལི་བབ་འདུག་དེ་འདྲས་ལ་ཡ་ཡིག་ཆ་གང་ཡང་མེད་པ་དེ་འདྲས་འཇུས་ཡོང་དུས་ཙང་ནས་ཏཱ་ལའི་བླ་མ་ཏཱ་ལའི་བླ་མ་ལབ་དུས་པུ་ལི་སི་དེ་ཚོས་གློད་ཤེས་གི་འདུག་ས་དེ་འདྲས་བྱེད་ཉེན་ཡོད་རེད། ད་ག་ལ་གང་ཙམ་གྱི་སླད་ནས། ལག་པ་སྲབ་ལ་བརྟེན་རྐང་པ་གཡོབ་ལ་ཐུད་ཡོང་དུས་ད་ནི་ད་ང་རང་རང་གིས་འཇོན་པ་ཡིན་མདོག་མདོག་བྱས་ནས་གི་ཨ་ནི་མ་དོན་ཕྱིན་ཅི་དད་པའི་ནི་ཨོ་ཟེར་བ། དེའི་རྩ་བ་ཁ་ཐུར་བཏང་བྱས་ནས་ད་དེ་བཤད་པ་ཡིན་ན་ད་ཧ་ལས་པའི་བློ་ཕམ་པོ་རེད། དེའི་གནས་ཚུལ་དེ་ད་ལྟ་ང་ཚོའི་སྤྱི་ཚོགས་ནང་ད་མཐོང་གི་ཡོད་རེད་ཡོད་ཡོད་རེད་དེ། དེ་ཡོད་པ་དེ་ལ་ཡང་དག་དེ་འདྲའི་ཅན་ནས་བདག་འདྲ་འཛེམ་བརྩོན་བྱས་ནས་དེ་གི་བ་རེད། གནས་ཚུལ་དེ་འདྲི་འདུག་བྱས་ཙང་དེ་ཚོའི་རིགས་དེ་ང་ཚོ་ཚང་མས་གི་ཐུགས་སྣང་ཟབ་པོ་བྱེད་དགོས་རེད་བཞག་གནས་ཚུལ་དེའི་རིགས་དེ་དོ་སྣང་མ་བྱས་ན་ཉི་མ་གཅིག་སྐུ་ཕྱྭ་ལ་ཉེན་ཁ་བཟོ་རྒྱུ་ཡིན་པ་ཐག་ཆོད་ཚར་རེད་ད། སྐུ་ཕྱྭ་ལ་ཉེན་ཁ་བཟོ་ཡ་ལ་རྒྱ་མི་མི་གཅིག་ནམ་ཡང་ལེགས་གི་མ་རེད། བོད་པ་གཅིག་ལེགས་རེད་དེ་བོད་པ་གཅིག་གི་བཟོ་གི་རུ་བ། ཐག་ཆོད་ཚར་བ་ཞིག་རེད་བསམ་གི་འདུག་ད་དེ་འདྲའི་ཉེན་ཁ་ཆེན་པོ་ཡོད་པའི་དུས་ཚོད་ཅིག་ང་ཚོ་ཕྱག་རྡོར་དང་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་འདུག་སྔས་མ་ང་བརྒྱད་ཅུ་ཐམ་པ་བརྒྱད་ཅུ་གྱ་གཅིག་ལ་ཡང་གཞུང་ཞབས་འཛུལ་བ་རེད་ད་ལོ་སུམ་ཅུ་སོ་དྲུག་འགྲོ་གི་ཡོད་དང་པོ་ཐོག་མར་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་གི་ཞབས་ག་གི་ཡོད།

ད་རེས་ཁ་སར་ཆིབས་བསྒྱུར་གནང་གི་རེད་ཟེར་དུས་རྩ་ནས་ཨ་ལེ་པད་ཏི་ད་གར་བྱས་ཡོང་བསམ་པའི་སྐུལ་ལྕག་དེ་ཉེན་ཁ་ཧ་ལས་པ་གྱུར་ནས་དངོས་གནས་རྡ་ནས་པད་ཏི་གཉིད་ཁུག་ཡ་མེད་པའི་གནས་ཚུལ་ཆགས་ཀྱི་འདུག་མ་སྲིད་པའི་ཞེད་སྣང་ཆེན་པོ་སྐྱེ་ཡ་དེ་རེད། ག་རེ་ཟེར་དུས་ང་ཚོའི་སྤྱི་ཚོགས་ནང་ད་འདྲ་མི་འདྲ་ཅིག་ཐོན་ཡོང་གི་འདུག་ཨ། དེ་འདྲའི་ཁྲ་ཁྲ་ཟིང་ཟིང་དེ་འདྲའི་གནས་ཚུལ་བཤད་ཡོང་དུས་ཨ་ནི། དེ་ཞིབ་བྱེད་ཀྱི་ང་ཚོར་ཉེན་ཁ་ཆེན་པོ་རེད། གནས་ཚུལ་དེ་འདྲ་འདུག་འདི་ང་ཚོའི་སྤྱི་ཚོགས་ཁྱོན་ཡོངས་ཀྱི་དོ་སྣང་བྱེད་ཁོ་པེད་མ་སི་པི་གལ་ཆེན་པོ་རེད་ད། ད་ལྟ་ཐག་པའི་ཞོར་ལ་ད་འགྲེངས་པ་དྲུད་འགྲོ་གི་འདུག་ཨ། ཁ་སང་གྲོས་ཚོགས་ནང་ལས་གླེང་སོང་ཕྱི་ལོགས་འདི་པ་ལས་གླེང་སོང་ཁ་སང་ཨ་རི་འདི་པ་ལས་ཚོགས་འདུ་སྐབས་ལས་གླེང་འདུག་ཨ། སུའི་སི་ནས་ཁ་བཏང་ཉེན་ཡོད་རེད། འཚེ་མེད་ཞུ་ཉེན་ཡོད་རེད། ཨོ་སི་ཀྲི་ལི་ཡ་ནས་ཡོད་རེད། རེད་བ། ཐེ་ཝན་ནས་ཡོད་རེད་མིང་བོས་སོང་ཨ། སུའི་སི་མིང་དེ། དེང་སང་དེ་འདྲས་གང་ལ་སླེད་དེ་ཡོད་རེད། གར་སྦྱིན་བྱས་པ་རེད། དེ་འདྲའི་གནས་ཚུལ་འདུག་སུའེ་ཟི་ཀི་རྩེ་གྲ་ཅན་རེད་ད་བཟང་བུ་གི་ལྟོས་ས་དེ་ཡོད་མ་རེད་ད། འོ་ད་དེ་འདྲའི་འཚེ་མེད་གཞོན་སྐྱེས་སུའི་ས་ལ་ཡོད་རེད་ད་ཟེར་ནས་དེང་སང་སུའེ་ཟི་ལན་མིང་གི་དེ་འདྲའི་ཚོར་འདྲོག་ཆགས་ཀྱི་ཡོད་རེད། ཁྱེད་ཚོ་དེ་ཚོ་ང་ཚོ་ཚང་མས་ཀྱི་རིག་པ་འགྲིམ་དོ་སྣང་བྱེད་སུས་ཤེས་ཀྱི་འདུག་གར་བྱེད་ཀྱི་འདུག་དེ་ཚོ་ང་ཚོ་བལྟ་དགོས་དཔེ་གནད་འགག་ཆེན་པོ་རེད། དེ་རེད་མ་གཏོགས། དེ་ལས་ཡང་ང་ཚོའི་བཟོ་ལྟ་བཟོ་ཞོག་འཛིང་ཞོག་ལྟོས་ཞོག་ལབ་ཀྱི་ཡོད་མ་རེད་ད་ཡང། ཡང་གོ་བ་ང་ཚོ་ནོར་ཡོང། ང་ཚོ་ལུང་པ་འཕྲོག་ཉལ་ལ་ཡེ་ནས་བདེན་པའི་ཚ་བྱེད་ནས་ཀྱི་གཉིས་མེད་དབུ་མའི་ལམ་གྱི་ཐོག་ལ་འགྲོ་གི་ཡོད་རེད་པ། དོལ་རྒྱལ་ཚོགས་པས་ཀྱི་འཚེ་མེད་དེ་གར་ཞུས་པ་དེ་ལས་ཡེ་ནས་ག་ཚད་ཅིག་གི་གདོང་ལེན་གནང་སྟངས་དེ་སྟབས་བཟོ་པོ་ག་འདྲ་ཅིག་གནང་ཡོད་རེད། དངོས་གནས་དྲ་ནས་ཇག་མ་འདྲོགས་ནས་གོ་ང་ལེན་ཐུབ་པ་རེད་པ་ད་གང་ལྟར་ལས་དོན་མང་པོ་ལ་དེའི་གཞི་བཟུང་གི་ང་ཚོ་ད་ལྟ་སྐད་ཆ་བཤད་ནས་ཁ་བརྡ་སློབ་གསོ་བྱས་ནས་འགྲོ་སྟངས་ག་རེ་འདུག་སྟེ། དེ་ལས་དཔེ་ཅིག་ལ། ལྟ་སྟངས་ཅིག་སྟེ་ང་ཚོ་བྱེད་དགོས་རེད་བ། ཨོ་དེ་འདྲའི་བཟོ་འདྲ་བོ། ང་ཚོ་ཡོང་གི་འདུག་བྱེད་སྟངས་དེ་ཚོ། དེང་གི་ལྷང་སུ་ཞུས་པ་རེད་ད་ལྟ་འདའི་དྲི་བ་ལས་པ་སོང་ཙང་ངས་འདིའི་ཐོག་ལ། གནས་སྟངས་དེ་འདྲ་ཞིག་རེད་ད། ད་ལྟ་དོན་གཅོད་ལས་ཁུངས་ཀྱི་ཐོག་ནས། གང། ཐུབ་ཀྱི་ཡོད་པ་གང་འོས་པ་གང་བྱེད་ཀྱི་ཡོད་པ་དེ། ཨ་བྷི་རེ་ཅོག་ཙེ་པད་མའི་མདའ་གཞུ་ཟེར་གི་རེད་བ། དོན་བརྗོད་ལ་ཡང་ཁོ་རང་ཁོ་རང་ཅོག་ཙེ་ཟེར་བ་རེད། བྱས་ཅོག་ཙེ་དེ་ང་ཚོའི་ལོས་ཡིན། མདའ་མོ་འབེན་ལས་འཁྱོལ་བ་དེ་ང་ཚོའི་ལས་ངན་རེད། རེད་བ། དེ་ནང་བཞིན་གྱི་གནས་སྟངས་ཅིག་བྱུང་བ་ཡིན་ན་དེའི་སྐབས་ལ་ག་རེ་བྱེད་དགོས་འདུག་ཟེར་དེ་མིན་དེ་ང་ཚོའི་ལས་འགན་རེད་བ། དེ་རེད་མ་གཏོགས་ད་འོ་བདེ་བ་ཅིག་ལ་གནས་ཚུལ་ཅིག་བྱུང་སོང་གཤིན་རྗེའི་ཆོས་རྒྱལ་ན་ཞིག་ད། ཁོ་མི་དག་གི་ཁྲམ་ནང་བབས་བསྡད་བཞག་ཨ་ནི། གླིང་འདི་འདྲས་བྱེད་པ་ཅིག་ན་ད་ལེན་མཁན་ཨ་བ་དང་གླང་པོ་སོང་སྟེ་ཁྲིད་ཤོག་ཟེར་ཡ་དེ་འདྲས་ནི་ཡོད་མ་རེད། དེ་མེད་པ་ནི་ཨོ་དེ་འདྲས་ཙམ་འགྲོ་བ་ཅིག་གང་ཡོད་པ་ཐུབ་པ་ཅིག་ང་ཚོས་བལྟ་གི་ཡོད། ད་ཡིན་ནའི་ཁོ་ལམ་སང་ང་ཚོ་དོན་དག་འགྲུབ་མ་འགྲུབ་ཟེར་ཏེ་སྤྱི་བའི་གནས་བབ་མང་པོ་ཅིག་ལ་ཕྱོགས་བཞི་མཚམས་བརྒྱད་ནས་ང་ཚོ་བལྟ་དགོས་པ་ནི་དུས་ཀྱི་རེད་ཤག་ཅེས་དུས་ཨན་དགོངས་འཇགས་གནང་བར་ཐུགས་རྗེ་ཆེ་ཞུ་ཡིན།

གང་ཅིའི་གི་ཐོག་ལ་ཡང་དངོས་གནས་དྲང་གནས་ཅིག་ཕྱག་ལེན་གནང་གི་ཡོད་རེད་ད་དུང་ཡིན་ནའི་ཁ་བརྡ་སློབ་གསོ་རྣམ་པ་ཚོས་གནང་བས་ཡིན་ན་དེ་ལས་ཡང་ད་ཕལ་ཆེར་མུན་དུས་ཨ་ཕལ་ཆེར་ཡོད་མ་རེད་བསམ་འདུག་ད་གལ་ཆེ་ཤོས་དང་གི་ད་ལྟ་བཟུང་ཡ་དེ་རེད་དངོས་གནས་རེད་ང་ཚོ་རྒན་པ་ཕལ་ཆེ་དེ་གན་སྐུ་ཚེ་རིང་ན་ལོ་གསུམ་དང་རྐྱེན་གློ་བུར་བྱུང་ན་ཞག་གསུམ་ཞེས་ད་རེད་བ་ལང་དགོས་རི་མ་རེད་རླུང་བུ་ག་བ་རྒྱག་གི་འདུག།

བློ་ལྷོད་པོ་བྱས་ནས་ད་འགྲིག་ཡོད་ད་ངས་རྒྱུ་དར་དེ་བྱས་ཏེ་ང་ལས་ལྷག་ག་ད་ཕལ་ཆེར་ཕལ། སྟག་འབྲུག་འདྲ་བོ་ཀྱང་ཡོད་ཟེར་ཡ་དེ་འདྲས་རེད་པ། ཕ་ཆུ་སྲིན་གྱི་སྡོང་པོ་ལ་ནི་གར་ཟ། བུ་ཙན་དན། མེ་སྟག་འདྲ་བོ་དེ་འདྲས་ཡོད་ཟེར་ཡ་དེ་འདྲས་ཡོད་རེད་པ། ད་དེ་འདྲས་ཡིན་ན་ཅིག་རེད་པ།

ཐུགས་རྗེ་ཆེ། དེ་ཡིན། རྒན་པ་ཚོས་གཞོན་པ་མཉམ་དུ་འོ་དེ་འབྲི་བ་བྱས་ཏེ་དཔེ་གལ་ཆེན་པོ་འདུག་བྱེད་དུ་དེ། ཚོན་མདོ་གསུམ་པའི་གཏེར་ཉི་ཤུ་རྩ་ལྔ་ལ་ཡང་ང་ཚོ་ས་གནས་གཏུར་དཔོན་དག་གིས་གར་ཚིག་སྐོར་ཟེར་ན་ང་ཚོ་མི་མང་དང་གཞོན་སྐྱེས་ཚོ་མཉམ་དུ་འཛོམས་བྱས་ང་ཚོ་ཨ་ནི་ལས་འགུལ་ར་བ་ཅིག་དེ་འདྲ་སྤེལ་ཡིན་ནང་ཆོས་ངོ་སྤྲོད་རེད་ད་ག་ནང་བཞིན་ཆབ་སྲིད་གོ་རྟོགས་རེད་དེ་བྱེད་དུ་ང་ཚོའི་གཞོན་ནུ་ཚོ་ཚུར་ཕེབས་རོགས་གནང། ཨ་ནི་ང་ཚོ་རྒན་པ་མཉམ་དུ་ལས་ཀ་བྱེད་ཀྱི་ཡིན། དེ་ཡང་དེ་འདྲའི་རྗེས་འདི་ན། དེ་འདྲའི་ལས་རིམ་ཞིག་འགྲོ་བཞིན་པ་ཡིན། དེ་ལྟ་ཚོད་ལྟ་ཡ་རེད་ད་ང་ཚོ་ད་ག་འདྲའི་ཆུ་འགོའི་མེད་ང་ཚོས། ཆ་ཚང་ག་རེ་ཞུ་ཐུབ་མ་རེད་ཡིན་ནས། སེམས་པའི་ནང་ལ་ཡང་ག་རེ་བསམ་གྱི་ཡོད་ཟེར་ན་གལ་ཆེན་པོ་ཞིག་མཐོང་གི་ཡོད་ང་རང་ངོས་ནས་ཡིན་ན་དཔེར་ན་ཆ་ཤས་ན་གཞོན་ནུ་འདི་གའི་མེད་པ་ཡིན་ན་ཨ་ནི་ཡང་ང་ཚོ་དེ་ལ་སྤྱི་ཚོགས་དེ། བ་གཅིག་གིས་གཅིག་ལ་བ། བ་ཕུལ་ཡས་དེ་དཀའ་ལས་ཁག་པོ་ཞུ་ཆགས་ཀྱི་རེད་དམ་དེ་ཙམ་ཚོད་ད་རིང་ག་སོ་རེད་གཞོན་ནུ་ཚོ་དེ་འདྲས་ཞུས་བྱས་ཡ་ནི་ང་ཚོ་དེ་འདྲས་ཟེར་ནས་ནང་ཆོས་ངོ་སྤྲོད་ད་དེ་འདྲས་ཐོག་ལ་ཡ་ང་ཚོ་རྩེད་མོ་དང་མཉམ་འདུག་འདྲ་པོ་ཅིག་ཡོད་པ་ཅིག་དེ་འདྲས་བྱས་ཁོ་རང་ཚོ་ལས་སྤྲོ་པོ་ཡོང་ང་ང་རང་ཚོ་མི་མང་ཚོ་ཡེ་ནས་ཡ་ཅིག་གཞོན་པ་ཚོ་མཉམ་དུ་བཀའ་མོལ་གནང་ཕག་ཏུ་ག་སོ་རེད་འབྲེལ་བ་ཟབ་རུ་བཏང་ཡ་གི་དེ་འདྲས་འཆར་གཞི་འདྲ་པོ་ཅིག་གླེང་བཞག་ཡོད་ཨ་ནི་དེ་སྤྱི་ཟླ་གསུམ་པའི་ཏག་ལན་ཡིན་གསལ་ཡང་ལན་རྒྱས་སུ་ཕེབས་ངེས་ཡོད་པ་ཡིན་ན་ཨ་ནི་ཕེབས་ནས་འགྲིག་གི་རེད་ཟེར་ཞུ་ཡ་ཡིན།

ཉི་མ་བཞི་ལྔ་བཅུ་བཞུགས་ང་ངུ་བཞུད་བྱས་སླད་སོང། གནས་སྐབས་ཀྱི་དེ་བཞག་རོགས་བྱས་ཟེར་ནས་དུག་བཀའ་ཤག་ལ་ཞུས་བཞག། དེ་ལ་ངས་ཀྱེ་དམིགས་བསལ་འདི་རེད་ཟེར་ཀྱེ་ཞུས་ཟེར་རག་མ་སོང། མཐའ་མ་འདས་གོང་སྲིད་སྐྱོང་ཕེབས་པ་རེད་སྲིད་སྐྱོང་ཕེབས་པའི་སྐབས་ལ་འཐུས་མི་རྣམ་པ་ཚོས་དེ་འདྲས་ཞུས་སོང་བྱས་དུས་སྙན་ཞུ་ཕུལ་ཡོད་ད་འདི་ངེས་པར་དུ་གོང་བཞིན་གནང་རོགས་གནང་ཟེར་དུག་ཞུས་པ་རེད་ཞུས་ནས། ད་འདི་ད་རིང་ལ་བས་མེད་འདི་ད་ཁྱེད་ཚོས་ཀྱིས་ཅིག་སྤུ་གཟུགས་མང་པོ་རྒྱག་གི་ཡོད་པས་ད་ལྟ་ད་གསལ་བོ་ལབ་གི་ཡིན། ཨ་ནི་ལོ་གཅིག་འགྱངས་པ་ཡིན་ཞེས་འདི་གསུངས་པ་རེད། དེས་ད་བྱས་མ་བྱས་འདི་བརྒྱད་པ་རེད་བྱས་དུས་དེ་མི་གོ་ཐག་ཆོད་འདུག་གནང་ནས་དེ་ཡང་རྣམ་པ་ཚོས་ཞུས་ནས་ཕལ་ཆེར་དགོངས་བཞེས་གནང་པའི་སོ་ཇོ་ཞིག་ཆགས་འདི་ཡོད་རེད་དེ་འདུག་དེ་གནས་ཚུལ་གཅིག་རེད་ད་དེ་ནས་མུ་མཐུད་ནས་ཁག་པོ་བཞི་པོ་འདུག་ད་ལོར་རྒན་དྲུག་ཅུ་སླེབས་ཚར་བ། ནུས་པ་ཐོན་ཟེར་མཁན་མི་འདུག་དྲང་པོ་བྱས་ན། གཅིག། ཆ་ཤས་ཀྱི་སྒྲིག་འགྲོ་སྟངས་ཀྱི་ཟོལ་སྐོར་གཅིག་རིམ་པ་ཅིག་འགྲོ་གི་རེད་དེ་ཚོ་ག་ཡ་མི་འདུག། དེ་ནས་ཅིག་ད་མི་ཚེ་ཕལ་ཆེར་དེ་འདྲས་སྐྱེས་པ་རེད་བྱས་དུས་ཆེ་དོ་དང་འགྲུབ་པ་ཟེར་མཁན་མི་འདུག་སྟེ། ངང་པ་ཆུ་ཡིས་ཁྱེར་ནས་སྐྱེ་ཡི་ཡིན་མདོག་མདོག་བྱས་ནས་ཕྱིན་པ་རེད་ད་དེ་འདྲས་སོ་འགྲོ་བ་ཅིག་སྒང་ལ། ཁོ་ག་ལས་ག་ལས་འདུག་འགན་ཁི་གི་ཁི་གི་ཁི་གི་ཕྱིན་དུས། མཐའ་མ་དེ་ནི་མིན་ད། དེ་དྲུང་ཆེའི་བར་དུ་སླེབས་པ་རེད་དྲུང་ཆེ་ད་དྲུང་ཆེ་ཆགས་ནས་ལོ་བཅུ་སུ་འགྲོ་གི་ཡོད། ཅི་དེ་ཚོ་ང་འཇོན་པའི་སླེབས་པ་གཙང་གྱི་ནི་མེད་ག་བསྟུན་གནས་གཅིག་དངོས་གནས་སུ་ཅིག་ག་རེ་ཡོད་པ་དེ་དག་ལྷག་བསམ་རྣམ་དག་འདྲ་ཅིག་ཞུས་པའི་ཁུལ་རེད་མ་གཏོགས་ཤེས་ཡོན་གྱི་འདང་གི་མི་འདུག་ད་ནི་ད་ཅིག་གང་དང་ཅིའི་ཐོག་ནས་ཞུ་ཅིག་གི་ཡོང་ཡག་གི་མེད་བསྡད་པ་ཅིག་རེད་ད་ནི་ཁོ་རེ་དང་པོ་དམ་བཅའ་ཁོ་རང་ཅིག་སྤྱི་པའི་ལས་ཀ་ཅིག་བྱེད་ཡག་གི། དམ་བཅས་ཀྱི་ཁེ་ཡིན་དུས། གཞུང་གིས་འགྲིག་གི་མི་འདུག་ཟེར་ཡ་བར་དོ་ལ་ཡ་ད་ཞུ་གི་འདུག་བསམ་པའི་གི་ད་ཡ་ཆོལ་གསུམ་གི་དེ་རེད་དེ་བཅད་དུ། ཤར་ལྷོ་ནུབ་བྱང་ག་བ་བཏང་ནས་ལ་སོ་བྱས་ནས་ཞུ་རྐྱང་ཀ་ཐོད་ཅིང་ཟེར་བར་བ། འགྲོ་གཉའ་ལ་དང་རྒྱ་ཕག་མགོ་ཟེར་བར་རེད། བཅད་དེ་འདྲས་བཟོ་སྒྲོག་བྱས་ནས་ག་ད་ག་བ་བཏང་ནས་ཕྱིན་པ་ཡིན་འགྲོ་བ་ཡིན། ཨོ་དེ་དེའི་རིང་ལ་མི། རྒྱ་བོད་གནམ་ཆོས་ཐུགས་རྗེ་བཀའ་དྲིན་རེད་ཁོ། ཅིག་ན་ཚ་ཟས་མེད་པ་བྱེད་ཨ་འདི་འདྲས་ཅིག་ལས་ཀ་གོ་ལ་འདུག་འདུག་འདུག་ཕྱིན་དུས། འབྲོག་པའི་ཁྱི་ཡི་སྟེང་ནས་དྲེད་མགོ་ཀླད་ཟིག་བསླབས་པ་རེད་ཨ་ནི་ཐ་མ་སྒྲུང་ཅིག་བར་དུ་ཕྱིན་པ་རེད། ཨོ་འདི་འདྲས་བཟོ་གྲབས་བྱེད་ཨ་འདི་འདྲའི་ཞུ་བ་མི་འདས་དུས་འགྱོད་བྱེད་འདུག་སྣང་པ་རེད་ཨ་འདས་ལོ་ཤས་ཅིག་འདུག་ཞུ་བའི་འདས་མི། སྐལ་བ་བཟང་པོ་བྱུང་ངས་མ་ང་དང་པོ་མཐོང་བ་འདས་སླེབས་པའི་སྐབས་ལས། ངས་རེ་བ་དེ་ལ། སུད་སི་དེ་བཀའ་དྲིན་ཆེན་པོ་བཅས་བརྩིས་པ་ཡིན། ག་རེ་ཟེར་དུས་དགུ་བཅུ་གོ་བདུན་ལོ་ལ། ལས་བྱེད་རྩེ་ཕུད་ཀྱི་གཟེངས་རྟགས་དེ་ང་ལ་ཐོབ་པ་རེད། དེ་དུས་སུད་སི་བོད་མིའི་གཟེངས་རྟགས་ཟེར་ལབ་པ་རེད། དེའི་གཟེངས་རྟགས་དེ་དགུ་བཅུ་གོ་ལྔ་གོ་དྲུག་ནས་འགོ་བཙུགས་སོང་དགུ་བཅུ་གོ་བདུན་ལོ་དེ་རག་སོང། དེ་ནས་གནས་རིམ་དམིགས་བསལ་འཕགས་སོང། དེའི་རག་བའི་སྐབས་ལ་ཡང་ལས་དོན་ཅིག་གི་ཆ་ནས། གནས་རིམ་བཅས་དང་ཁུག་མ་ཁོག་འདུག་ཕར་ཆ་ནས་འདུག་འདུག་སླད་ཕྱིན་པ་ཅིག་རེད་ཅེས་ད་དེ་དུས་ངས Swiss མི་མང་དེ་ལ་ཡ་ཐུ་ཅི་ཆེ་ཟེར་ཡ་ཅིག་ཡི་གེ་བཏང་གོ་འདུག་བསམ་པ་ཅིག་དྲན་སོང་སྟེ། ཨ་ཡ་ཅིག་གནས་ཚུལ་ཅིག་གི་ཆ་ནས་ཁོ་བཏང་ཐབས་དེ་མ་དེ་བཟོ་མི་བྱེད་འདུག་ལེ་བ་རེད། ཞེས་དུས་དེའི་བསམ་བློ་ནང་ལ་ཡོད་གི་ཡོད་གི་ཅིག་ལ་ཨ་ནི་ཁོ་རིམ་པས་འདུག་རྐྱེན་ངན་གྲོགས་ཤ་ཟོ་འགྲོ་ཅིག་ང་འདས་སླད་ཕྱིན་པ་རེད་ཨ་ལེ་སྡུག་བསྔལ་འདི་ཤུལ་བའི་ད་ཁྱེད་ཚོ Swiss མི་མང་གི་དངོས་གནས་དྲ་གནས་དགུ་བཅུ་དགུ་བདུན་ལོག་ལ་ཡ་ང་ལ་འདུག་སུ་རག་པ་རེད་བྱས་ན་དེའི་ལ་བརྟེན་ནས་སོ་སོ་ཡིན་པ་ནས་ཅིག་གོ་ག་ལ་གང་འཚམ་ཅིག་དངོས་གནས་ཅིག་ཕན་ཐོགས་བྱུང་སོང། ཅན་དེ་ཅིག་ཐོ་ཅི་ཆེ་ཟེར་ཞུ་གོ་ཡ་ཅིག་ཡིན་ཏེ། འདི་བསམ་བློའི་དཀྱིལ་ལས་ཡོལ་བ་མ་གཏོགས་ཞུ་ཐུབ་མ་སོང་ད་ད་རིང་དངོས་སུ་འདི་སླེབས་པ་དེ་ཡག་པོ་ཞེ་དྲག་བྱུང་སོང་ཨེ་མི་མང་ལས་མི་ནས་དངོས་གནས་དྲ་གནས་འདི་ཅིག་ལྟེམ་འབྲེལ་དུ་མ་སོང་ན་ཅིག་ཡག་པོ་ཅིག་བསྒྲིགས་བསྡད་པ་བྱུང་དེ་སོ་སོ་ཡིན་མི་ནས་ད་རིང་འདའི་བཅའ་ཡ་དེ་སུའི་མི་མང་དེ་བཀའ་དྲིན་ཆེན་པོ་ཡིན་ང་རང་སྒེར་ལ་དེ་འདྲས་བཟོ་འགྲོ་བ་ཅིག་ཚོར་བ་ཡོད་པ་ཅིག་གི་ཐོག་ནས་གནས་སྤོས་རག་པ་དེ་ཨ་ནི་ང་རང་ཡིན་ནས་ཕེད། དགའ་ཞིང་སྤྲོ་ཞིང་ཚུར་བཅར་བ་ཡིན་སྲིད་དངོས་གནས་བྱས་ན་ང་ཅག་མ་ཧོར་ཡོད་ང་རྐྱེན་མང་པོ་བྱུང་ཕྱིར་ཁྲེལ་བ་རེད། རྐྱེན་དེ་ཚོའི་གནས་ཚུལ་ལ་བལྟས་ན་འདེམས་ཡོང་ཡ་གལ་མེད། ཨ་ནི་སོ་སོའི་གི་ནང་གི་གནས་ཚུལ་དེ་ཕ་གཡུག་ནས་སྤྱི་པའི་ལས་ཀ་དེ་གལ་ཆེ་བྱས་ནས་ཐག་གཅོད་དུག་ཏུ་གནང་ནས། ད་ང་རང་གེར་གི་གནས་ཚུལ་གི་ཐོག་ནས་ཞུས་པ་ན་གནས་ཚུལ་གྱེན་ཚ་བོ་ཞེས་པ་དེ་འདྲ་མང་པོ་ཡོད་རེད། བྱས་དུས་ཐ་ན་ད་སྤུ་གུ་དང་ཕ་མའི་བར་ལ་རྦད་དེ་ཞོལ་གཅིག་གི་འགྱངས་པས་ཕྱིན་པ་རེད་ཁ་ནི་ཁག་ཡོད་མ་རེད་ང་ཚོ་ག་ས་ག་ལ་འགྲོ་དེ་རེད་སྤུ་གུ་བསླབ་གྲྭར་ཞག་གཅིག་མ་བཞག་ཡིན་དུས་སྐབས་རེ་སྤུ་གུ་ཚོས་དེ་འདྲ་ལབ་གི་རེད་ང་ཚོའི་ཕ་མ་ད་ཁྱིམ་ཚང་ཡིན་མདོག་མདོག་ཞིག་རེད་མ་སུ་རིའི་བུ་ཁྱིམ་དེ་ཕ་མ་ཡིན་མདོག་མདོག་གཉིས་ཀྱི་འཚམས་རིག་ཡོད་དུ་དེ་གི་རེད་དེ་འདྲས་བཟོ་འདྲ་བོ་ཨ་མཐའ་མ་དེ་ལ་ག་ལ་གང་ཙམ་གྱི་སློབ་སྦྱོང་ཐོན་པའི་གཞུག་འོག་ནས་ཕ་མ་བུ་མཉམ་དུ་དེད་དེའི་གོ་སྐབས་དེ་མ་རག་པ་བྱས་ད་ག་ས་ག་ལ་འདུག་ཐོར་གྱིས་དེད་སོགས་འདྲ་བ་གནས་ཚུལ་འདྲ་མང་པོ་བྱུང་སོང་ད་ཡིན་ན་ཁོ་ཡོང་གི་རེད་གེ་སྒེར་གྱི་གནས་ཚུལ་ཆ་ནས་ག་རེ་ཡིན་ན་ཁོ་ག་ལ་ག་ལ་འགྲིག་འགྲོ་ཡ་ཅི་རེད་ད་སྤྱི་པའི་ལས་ཀ་དེ་ཅིག་ཐག་ཅིག་ཁྱོད་ན་བསམ་ད་བཟང་ད་བཟོ་འགྲོ་ཅིག་ཁྱོད་བ་རེད་ཅེས་ལྟོས་ཨ་ནི། དཔེ་ཆའི་ནང་ལ་ཡི་མི་འདུག་བླ་མའི་བློ་ལ་ཡི་མི་འདུག། རྗེ་བདུན། ཨེ་བྱས་མ་བྱིན་ད་རྒྱལ་པ་ནི་ད་བཀྲ་ཤིས་ལོ་ལེགས་རང་བྱས་ནས་འགྲོ་ན་འདི་ཡག་ས་རེད་ལེགས་མདོག་སྤམ་མདོག་འདྲ་བྱེད་རེ་བ་ད་འདའ་འདུག་བལྟས་ན་ཁ་ཆག་ན་རེ་རང་བྱུང་མ་སོང་ལས་ཀ་ངས་འགྲུབ་སོང་བསམ་པ་རྩ་བ་ཉིད་ནས་ང་ལ་ཡ་སྤྲོ་བ་རྒྱལ་གཅིག་ག་མེད་ཀྱི་གེ་མི་འདུག་ཀོ་ཅི། ཟ་ང་ཟི་ངས་ཁོ་ར་གང་ལ་དག་བྱས་ནས་ད་ཁ་ཆག་ན་རེ་བཟོ་འགྲོ་བ་ཅིག་ཅིག་ད་འདའི་ཆ་ལ་མེད་བས་སོ་འདི་འདྲས་ཅིག་གང་བཞག་ན་ཡག་པོ་འདུག་ག། ད་ཡང་རྣམ་པ་ཚོས་ཅིག་ལབ་ཁ་བྱེད་ངས་འདི་བ་ཕལ་ཆེར་ད་གཞུང་གི་མི་བཞག་གི་ཡོད་ན་ངས་དེ་གི་མདོང་དག་བཤད་ཁ་བྱེད་པ་ཡིན་ན་ཉིན་མ་གཅིག་ད་འདི་དོན་གཅོད་དེ་གི་ཕུང་སོང་བརླག་སོང་འདི་ལའང་བལྟ་འགོ་གི་འདུག་ཟེར་དེ་འདྲས་ཡོད་རེད་བྱེད་དུས་དེ་བྱེད་མ་ཁོག་བྱས་ད་ལས་ཀ་ནི་ལོ་འདི་ག་ཚོས་ཀྱི་བྱས་པ་ཡིན་ཨ་འདས་ག་ལ་ག་མཚམས་ད་ལོ་གསུམ་ཚོས་ཀྱི་ཆག་གི་ཡོད་རེད་བྱེད་མ་ཅི་འདི་བརྒྱད་པ་ནས་དེ་བྱེད་དུས་ཁོ་ལེགས་མདོག་སྤམ་མདོག། ཐང་ག་ལ་སྤམ་པའི་ཐང་ཤིང་ཟེར་བ་ར་ཨན་གོ་སྤམ་པོ་ཅིག་ཡོད་ན་ཡག་པོ་འདུག་ཨ་ལ་ཨན་ནི་ཁོ་དེ་འདྲའི་ཅིག་ལས་གནས་བས་ན་ཡག་པོ་འདུག་ཁ་སང་དེ་བས་རེ་ཟུང་རེ་ཟུང་འདུག་ཞུ་གི་འདུག་ད་རྩ་ནས་མ་ཞུས་རོགས་བྱེད་ཞུས་པ་ཡིན་རྩ་ནས་ཞུས་མ་ཞུས་རོགས་བྱེད་ང་རང་ཡིན་ནས་ད་བས་ད་རན་པ་ཚན་པ་ད་བས་ཏག་ཏག་ཆགས་དེ་ཡོད་བྱེད་དུས་ད་ཡང་ད་དུང་དེ་བ་ཅིག་མུ་མཐུད་བསྡད་བས་ན་བས་ཅད་དཀོན་མཆོག་མི་བརྩི། སྨན་ཟ། གཤིས་ཀ་ལ་ཁ་དུག་ཟ་ཡ་སོགས་འདྲ་ཆགས་ཀྱི་རེད་བ། དེ་འདྲས་ཡོང་མ་སྲིད་པ་མ་རེད་བྱ་བྱེད་སྟངས་དེ་ཡིན་དུས། ད་དེའི་རིགས་དེ་རྣམ་པ་ཚོས་དགོངས་པ་ཡོད་པ་ཐུགས་རྗེ་ཆེ་ཞུ་ཡ་ཡིན་གང་ལྟར། སྒོ་དངོས་ཡོད་གནས་ཚུལ་གསུངས་པ་རེད་ད་ང་རེ་ངོས་ལེན་མི་ནས་ད་ལྟ་ནས་གྲ་སྒྲིག་བྱེད་ཀྱི་ཡོད། ཕར་དུག་ཚོགས་རྒྱག་གི་རྒྱག་གི་ཁང་པ་བྱེ་ད་ཡིན་པས་ནས་ད་གནའ་ད་ཁང་པ་ཆུང་ཆུང་གཅིག་གི་ནང་ལ་ཡ་བསྡད་ཡོད་ག་རེ་ཟེར་དུས་དེ་གཅིག་མ་མགོ་གཅིག་བརླ་ཁ་བྱས་དེ་མཆོད་རྒྱུ་ནི་མི་འདོ། བྱས་ན་འདི་འདྲས་ཡིན་དུས་ཁོ་དེ་འདྲས་བྱེད་ལ་ཡང་ལྟ་དཀའ་འདུག་དུས་ཚོད་ཁོ་རང་ལ་ཡང་འགྲོ་ཐུབ་ན་བསམ་པའི་རེ་བ་དེ་འདྲས་ཡིན་བྱས་ན་དེ་ཡིན་དུས་དེའི་ཐོག་ལ་ད་མུ་མཐུད་འདས་རྩ་གཉིས་ནས་སོབ་སོབ་ལ་བསམ་བློ་གས་མེད་དེ་ཡིན་དུས་ནམ་བུ་ཚོ་ལས་དགོངས་པ་ཡང་འདི་ཡིན་ད་ང་སུའིས་མི་མང་ལ་ཡང་ཅིག་ང་རང་ཚོའི་དཔའ་རུག་ལ་ཡང་འདི་དཀའ་ངལ་ཡོད་པ་རྩ་བ་གཉིས་ནས་མེད། འདས་མི་མང་དངོས་གནས་དཔལ་དམན་ཚོ་ཡག་པོ་འདུག་འགན་ཁྱི་གཉིས་ཚོ་ཡག་པོ་འདུག་ཕར་དུ་གནས་བབ་གང་ཅིའི་ཆ་ནས་དངོས་གནས་དྲ་གནས་དཔལ་ལྡན་ཞེ་དྲག་གིས་འདི་བཀའ་དྲིན་ཆེན་པོ་ཡིན། ཅེས་བསྟོད། ཨ་ཁོ་ད་ཡག་པོ་ཡོད་པ་འདི་ཡག་པོ་ཁོ་རེ་གང་ལ་གནས་ཐུབ་ན། ང་ཚོ་ཡག་པོ་འདུག་བསམ་གི་འོ་དེ་འདྲས་སོ་འགྲོ་བ་ཅིག་ཨ་འདི་ནས་ཡང་ཁྱོད་རེ་ཞུ་བ་ནས་ཅིག་དེ་པ་གཡས་གཡོན་ཕྱོགས་གཞན་དག་ལ་ཡ་རྩ་བཟང་ས་སོ་འགྲོ་འགྲོ་ཡ་གས་མེད་ཅེས་བསྟོད་རྒྱ་གར་རང་ལ་ཕར་སླེད། ཨ་འདོད་གཞིས་ཆགས་ཁོང་ག་བ་ཅིག་བསྡད་དགོས་འདུག་ད་ཁུག་ཁུག་ཅིག་ལ་བསྡད་བཞག་ན་བསམ་སོང་འོ་དེ་འདྲས་འདྲ་བ་ཅིག་ཐུགས་རྗེ་ཆེ།

རྩེད་ཐང་གཞོན་ནུའི་གི་རྒན་འཁོར་བར་འདུ་ཞེས་ཕར་ཚུར་བཀའ་མོལ་གནང་རྗེས་ནི་ད་རིང་ང་ཚོ་དམིགས་བསལ་གྱི་ཐབས་ཅིག་གིས་ནང་ཆོས་ངོ་སྤྲོད་ལྟར་ནི་བོད་དོན་ཐོག་ཅིག་གི་བཀའ་སློབ་གནང་ཡིན་དུས་ཀ་ནས་སོ་སོ་སོས་ཅིག་རྒན་འཁོ་ཆེ་ནི་དེ་སྔོན་དོན་དག་ཅིག་གཉིས་སྙན་འདུ་ཞེས་ཕར་གསལ་བསྒྲགས་ཞུས་ས་ཞུས་ས་ཚར་བ་ཡིན་ཨ་ནི་ད་མཐའ་མ་དེ་ཅིག་སོ་སོ་སོས་ཅིག་གང་ཟག་སོ་ལ་ཅིག་རག་ལས་དེ་ལ་ནི་ཅིག་རྒྱུ་རྐྱེན་མང་པོ་ཅིག་ཐོག་ནས་ཅིག་དཀའ་ངལ་འཕྲད་ཡོད་པ་སྲིད་དེ་དེ་ཐོག་ནས་ཅིག་ད་རིང་ནས།